ང་གྲོ་མ་ཡིན་ཁོང་བཀྲ་ཤིས་རེད་བོད་སྐད་ནང་ལོར་ཡང་ང་ཚོས་བྱ་བའི་ཚིག་གྲོགས་རེད་ཡིན་དང་རེད་བེད་སྤྱོད་བཏང་དུས་ང་དང་ཁོང་ལ་ཡང་ལོགས་ཀ་ཡོད་པ་ནང་བཞིན་གྱི་རྒྱ་སྐད་ནང་ལོར་ཡང་དེ་ལྟ་བུའི་བྱ་བའི་ཚིག་གྲོགས་བེད་སྤྱོད་ག་འདྲ་བཏང་དགོས་ཀྱི་ཡོད་མེད་གཏན་འཁེལ་མཁྱེན་གྱི་ཡོད་ན།

གལ་ཆེན་པོ་ཁ་ཤས་ཅིག་ཡང་ན་ནམ་རྒྱུན་བེད་སྤྱོད་ཆེ་ཤོས་བྱེད་ཡག་གི་བྱ་བའི་ཚིག་གྲོགས་ཁ་ཤས་ཅིག་ད་ནི་གཉིས་འདུག་དེ་རྣམས་ལ་ང་ཚོ་མཉམ་དུ་སྦྱང་ཡས་ཡིན། གཤམ་ལ་ང་ཚོ་མཉམ་དུ་རྒྱ་སྐད་ཁ་སྐད་དང་འབྲེལ་བའི་བྱ་བའི་ཚིག་གྲོགས་ཁ་ཤས་ཅིག་སྦྱང་ག་དེ་ཐུབ། ད་ད་རེས་ང་ཚོ་གི་བརྗོད་གཞི་གཙོ་བོ། འདི་གར་མ་འགྲོ་གོང་ལ་ཡང་ང་ཚོ་ཚིག་གྲུབ་ག་འདྲ་ཞིག་བཟོ་དགོས་ཀྱི་ཡོད་པའི་གནས་ལས། ཨ་ནི། བྱ་བའི་ཚིག་གྲུབ་མཉམ་དོར་ལ་ཡང་མིང་ཚིག་བྱ་ཚིག་གང་རུང་གཅིག་དང། དག་ན་བཞིན་གྱི། ང་ང་ཚོ་ཡང་ན་ཁོང། ཁོང་ཚོ་ཟེར་ཅིག་ད་ད་དང་གཞན་ཟེར་ལ་ནི་ངས་དེ་འདྲའི་དབྱེ་བ་ཕྱེ་གི་ཡོད། དེ་འདྲའི་གང་རུང་གཅིག་ཚིག་གྲུབ་ནང་གོ་གི་ཡོད་ཙང། དེ་འདྲའི་ཁ་ཤས་ཅིག་རྒྱ་སྐད་ནང་ལ་ཡང་ངོ་སྤྲོད་བྱེད་ཀྱིན་གདའ་ལ། ད་དང་པོ་དེ་ལ་ཡང། བྱ་ཚིག་དང་མིང་ཚིག་གཉིས་ཆར་ད་རེས་ང་ཚོ་བརྙན་ཐུང་དེའི་ནང་ལ། བསླབ་ཐུབ་ཡ་མི་འདུག་རེད་བ་དེ་བརྙན་ཐུང་རིང་པོ་ཆགས་ས་རེད་དེ་ཡིན་དུས་ད་རེས་ང་ཚོ། ཚིག་གྲུབ་འདིའི་ནང་ལ་ཡང་མིང་ཚིག་གཅིག་པོ་བེད་སྤྱོད་བཏང་ཡོད་རྒྱུ། བྱ་བའི་ཚིག་གྲོགས་མཉམ་དུ་མིང་ཚིག་དང་བདག་དང་གཞན་ཡོད་རྒྱུ། ནི། ཚིག་གྲུབ་གྲུབ་ཡ་ཐབས་ཤེས་ཤིག་ཡིན། དེ་ཡིན་དུས་དང་པོ་ང་ཚོས་མིང་ཚིག་ཁ་ཤས་ཅིག་ངོ་སྤྲོད་བྱེད་ཀྱིན་གདའ་ལ། ད། བོད་པ་ས་དེས་རྒྱ་སྐད་ཐོག་ནས་ག་འདྲ་ཟླ་གོ་རེད་ཟེར་ན།

བཅའ། ཨཱ་དེ་ནས། ལས་ཁུངས་ལ་རྒྱ་སྐད་ཐོག་ནས་ག་འདྲ་སི་ལ་གོ་རེ་ཟེར་ན། པན་ཀུང་ཧྲི། པན་ཀུང་ཧྲི། པན་ཀུང་ཧྲི། ལ་འོང། ཨཱ་དེ་ནས་ད་ང་ཚོ་མིང་ཚིག་ད་ག་རང་ངོ་སྤྲོད་བྱེད་ཡ་ཡིན། ད་དེའི་རྗེས་ལ་ཡང་ང་ཚོས་བདག་དང་གཞན་གྱི་ཚིག་ཁ་ཤས་ཤིག་ང་ཚོས་སྦྱང་གི་ཡིན་ད་ལ།

འོ་དེ་ཆགས་ཀྱི་ཡོད་རེད། ད་ང་ཚོ་ད་རེས་བདག་དང་གཞན། ཡང་ན་རྒྱ་སྐད་ཐོག་ནས་ཞུས་ན། ད་ལྟ། རན་ཁྲང་ས་ཞེས་བ་ལ་འདུ་ཚོ་དག་རང་ཡིན། ད་དེ་ནས། ང་ཚོ་ད་རེས་ཀྱི་བརྗོད་གཞི་གཙོ་བོ་གང་ལ་བག་ཕྱིན་པ་ཡིན་ན། བྱ་བའི་ཚིག་གྲོགས་ཁ་ཤས་ཤིག་སྦྱང་གི་ཡིན་ལབ་པ་རེད་རྒྱ་སྐད་ཐོག་ནས། བྱ་བའི་ཚིག་གྲོགས་ཁ་ཤས་ཤིག། ད་ད་རེས་ང་ཚོ་གི་རྒྱ་སྐད་ཐོག་ནས་བྱ་བའི་ཚིག་གྲོགས། ད་ཁ་ཤས་ཡོད་པ་ནང་ལོ་ད་རེས་གསུམ་གཅིག་གོ་བེད་སྤྱོད་བཏང་སྟངས་སྦྱང་གི་ཡིན་བདག་ལ། འདུ་ཚོ་ག་རེ་ཡིན་ཟེར་ན་ཧྲི། ཡའོ། ཙའེ། འོ་དོན་ཚོ་ཡིན་ལ། ཨ་ནི། ད་ང་ཚོ་དང་པོ་དེ་ལ་ཧྲིར་ཟ་དེ་བོད་སྐད་ཐོག་ནས་ག་འདྲ་ལབ་ཀྱི་འདུག་བས་སི་ཨ་ལ། ང་ཚོ་བོད་སྐད་ཐོག་ནས། ང། བོད་པ་ཡིན། ཁོང། རྒྱ་གར་བ་རེད་ལ་ནས་ཡིན་དང་རེད་ལོག་ཨ་བྱེད་ཀྱི་ཡོད་རེད། ཡིན་ནས་རྒྱ་སྐད་ནང་ལོག་ལ་ཡ། ཡིན་དང་རེད་གཉིས་ཆ་གཅིག་རང་སྐད་འཐུས་པ་བྱེད་དགོས་རེད་དེ་རྒྱ་སྐད་ཐོག་ནས་ཧྲིར་ཟ་དེ་བེད་སྤྱོད་གཏང་དགོས་རེད། ད་དང་པོ།

རྒྱ་གར་བ་ཟེར་དེ་ལ་ཡ། དབྱིན་ཏུ་རན། དབྱིན་ཏུ་རན། དབྱིན་ཏུ་རན། ཨ་ནི་རེད་ཟེར་དེ་ལ་ཡ་ཧྲི། དེ་ཡིན་དུས་ད་ཁོང་རྒྱ་གར་བ་རེད་ཟེར་ན། ཐ་ཧྲི་དབྱིན་ཏུ་རན། ཐ་ཧྲི་དབྱིན་ཏུ་རན། ལ་འོང་ད་དེ་ནས་ང་ཚོས

དེ་ཡིན་དུས་བསམ་པ། ཨ་ནི། གྲོགས་པོ་ཟེར་དེ་ལ་བང་ཡོ། ད་ང་ལ་གྲོགས་པོ་ཡོད་ཟེར་དུས། བོ་ཡོ་བང་ཡོ། བོ་ཡོ་བང་ཡོ། བོ་ཡོ་བང་ཡོ། ད་ཁོང་ལ། གྲོགས་པོ་ཡོད་རེད་ཟེར་ལགས་རེད་བ་ལ། ད་དེ་ལ་དུས་བསམ་པ་ལ། རྒྱ་སྐད་ཐོག་ནས་རང་འཇགས་ཆགས་འོ་རེད་ཡོད་རེད་ཟེར།

རྩྭ་ཡི་ས་དེ་བེད་སྤྱོད་བཏང་དང་ལབ་ཀྱིན་གདའ་ལ། རྩྭ་ཡི་ས་དེ་ཅི་གས་ང་ཚོ་བོད་ཡུལ་གྱི་བྱ་བའི་ཚིག་གྲོགས་གཉིས་མཐུད་པ་བྱེད་ཀྱི་ཡོད་རེད་དེ་ག་རེད་ཟེར་ན་ཡོད་དང་འདུག་ས་དེ་དཔེར་ན། ང། སློབ་གྲྭ་ལ་ཡོད་ས་དེ་ཁོང། ཨ་ནི་ལས་ཁུངས་ལ་འདུག་ས་དེ་ལོ་ག་གཉིས་ང་ཚོ་བེད་སྤྱོད་ནང་ལོ་ག་གཉིས་དང་འགོར་བ་ཡིན་ནའི་རྒྱ་སྐད་ནང་ལོ་ལ། ཨ་ནི་རྩྭ་ཡི་ལ་དེ་གས་མཐུད་པ་བྱེད་དགོས་རེད་ད་དང་པོ་དེ་ལ། ང་སློབ་གྲྭ་ལ་ཡོད་སའི་ཚིག་གྲོགས་དེ་ལ་ཡ་ཐབས་ཤེས་བྱེད་ཀྱིན་གདའ་ལ། ང། འོ། སློབ་གྲྭ། དང་གི་གོང་དུ་བྱང་བ་ན་ཤིང་ཞོལ་ཤ། ཡོད་ས་དེ་ལ། རྩ། ད་ང་སློབ་གྲྭ་ལ་ཡོད་ལ་ན། འོ། རྩ། ཞོལ་ཤ། འོ། རྩ། ཞོལ་ཤ། ད། ཁོང་ཚོ། སློབ་གྲྭ། ཁོང་ཚོ་ལས་ཁུངས་ལ་འདུག་ས་ན་ག་འདྲ་སོང་བ་ཡིན་པས། ཁོང་ཚོ་ཟེར་དེ་ལ་ང་ཚོ་དང་གི་གོང་དུ་བྱང་བ་ན་ཤིང། ཐ་མན།

ཐ་མ་ཙའི་སྤང་ཀུང་ཧྲི། འོ་འདུག་བྱས་ནས་ད་ད་རིང། ང་ཚོ་གི་སྙིང་ཐུང་དེ། རྒྱ་སྐད་ཁ་སྐད་དང་འབྲེལ་བའི་བྱ་བའི་ཚིག་གྲོགས་ཧྲི་ཡའོ་ཙའི་ས་དེ། མིང་ཚིག་དང་ཨ་ནི་བྱ་བའི་ཚིག་གྲོགས་ད་ག་ན་བཞིན་གྱི་ད་ངས་དང་གི་གོང་དུ་ཞུས་པ་ན་བཞིན་གྱི་རྒྱ་སྐད་ནང་ལ་རོན་ཆང་བྱ་གོ་བར་བ་ཏི་ཡི་རོན་ཆང་ཏི་ཨར་རོན་ཆང་ཏི་སན་རོན་ཆང་ང་ཚོ་བོད་སྐད་ནང་ལོ་ང་ང་ཚོ་ང་གཉིས་ས་དང་ཁོང་ཁོང་ཚོ། ད་ག་རེད་ཁོང།

གལ་སྲིད་གྱང་རྣམ་པའི་ཚིག་གྲུབ་འདི་འགྲིག་ཡོད་ན་མེད་ན་བསམ་དོགས་པ་རོགས་བྱེད་ཡོད་པ་ཡིན་ན་གྱང་རྣམ་པའི་གི་འདི་བྲིས་རྗེས་མཆན་མགོའི་ནང་ལ་བཀོད་རོགས་གནང་ཨ་ང་ཚོ་ཚང་མ་ལོ་ཕག་ཚོ་དག་བཅོས་བྱེད་རེ་བྱེད་གིན་གདའ། ཨ་ནི། དག་ན་ཤིང་གིས་སྐད་ཡིག་ག་འདྲས་སྦྱང་དགོས་ཀྱི་ཡོད་པའི་ནས་ཡིན་ཅི་མིན་ཅི། ངོ་ཚ་མེད་པའི་ཐོག་ནས་བཀའ་མོལ་ག་ཚོད་ཀྱི་མང་ང་གནང་ཐུབ་པ་ཡིན་ནས་ལས་འདི་དངོས་གནས་ཁྱེད་རང་ལ་ཡ་སྐད་ཡིག་ཅིག་ད་ཤེས་ཡ་ལ་ཡང་ཕན་ཐོགས་ཤུགས་ཆེན་པོ་ཡོང་གི་འདུག་ཞུ་ཡ་ཡིན། ཨ་ནི་དག་ན་བཞིན་གྱི། ད། སོ་སོའི། ལུང་པའི་སྐད་ད་སོ་སོའི་ལུང་པའི་སྐད་ཟེར་ནས་སོ་སོའི་གི་ཕ་ཡུལ་གྱི་སྐད་ད་ང་ཚོ་བོད་པ་ཡིན་དུས་ང་རང་ཚོའི་བོད་སྐད་འདི། ད། ཡག་པོ་ཅིག་མ་ཤེས་པས་ན་དེས་ངོ་ཚ་བོ་རུ་བྱུར་བ། གཞན་མ་གཏོགས་ལུང་པ་ཞིང་པར་གྱི་སྐད་ག་འདྲས་སྦྱང་དགོས་ན་ངས་ནི་ངོ་ཚ་དགོས་ཀྱི་ཡོད་རེད་བསམ་གྱི་མི་འདུག་རེད་བ་ཨང་རྡོ་སོ་སོ་སྤོབས་པ་ཅན་ནས་སྦྱང་དགོས་རེད་བསམ་གྱི་འདུག་ཚིག་གཅིག་ཤེས་པའི་གནས་ལ་སོ་སོ་ཨོ་ང་ཤེས་སོང་བསམ་ནས་སྤོབས་པ་ཅན་ནས་བཤད་པར་མི་བྱེད་དེ་ངོ་ཚ་དགོས་བ་ཅི་ཡོད་རེད་བསམ་གྱི་མི་འདུག་ལ། དེ་ཡིན་དུས་བསམ་པ་ལ་ཡ། ཨ་ནི། སོ་སོའི་མ་ནམ་རྒྱུན་འཚོ་བའི་ནང་ལོགས་ལ་ཡ། སྐད་ཡིག་ག་འདྲས་སྦྱངས་པའི་གནས་ལས། ཚིག་གཅིག་ཤེས་པའི་གནས་ལས་ད་དེ། བེད་སྤྱོད་བཏང་རྗེས་གང་མང་མང་ཨ་ནི་མ།

བྲིས་ཐུ་བོ་རེད་བ་དེབ་དེབ་དེ་འདྲས་མ་ད་ཚིག་མ་བྲིས་སི་དུས་ཚིག་དེ་འདྲས་མང་པོ་བྲིས་ཐུ་བོ་ཡིན་ནས་ད་དེ་མ་བེད་སྤྱོད་བཏང་སི་དུས་བསམ་པ་ཨིན། དགའ་བྱས་སྐད་ཆ་དེ་མ་བཤད་དུས་བདེ་བོ་སྐྱེ་མི་འདུག་སྐད་ཆ་བཤད་ཐུག་མི་འདུག་སིག་འདུག་ད་དེ་ནམ་རྒྱུན་སྐད་ཆ་བཤད་ཡ་གོམས་འདྲིས་མེད་བས་རེད་བསམ་གི་འདུག་དེ་ཡིན་དུས་བསམ་པ་ལ་སྐད་ཡིག་ཞིམ་པ་ག་འདྲས་སྦྱངས་པས་ནས་ཡིན་སྦྱིན་མི་སྦྱིན་ངོ་ཚ་མེད་པའི་ཐོག་ནས་མ་སྐྱོན་ཡ་ཐབས་ཤིག་གནང་རོགས་གནང་ཞུ་ཡ་ཡིན་ད་ང་ནི་ངོ་ཚ་བཅས་བྱེད་གི་མེད་ད་ག་རེ་ཡིན་ནའི་རྒྱབ་རྒྱང་བྱེད་གི་ཡོད་ཨ་ནི་ཡིན། དེ་གི་ཏན་ཏན་ང་རང་ལ་ཡ་གཅིག

ཁ་སིང་ང་ཚོ་ས་ཁང་མང་པོ་ཅིག་ན་མཐོང་ཡ་ཡོད་ན་ཤེས་ཁི་ཨ་ནི། ད་ཡིད་སྐྱོ་བའི་གནས་ཚུལ་ཞིག་ཏུ་བ་ལ་ད་དེ་ག་རེད་ཟེར་བ་ན་ཨ་སྐུ་མདུན་གི་ཆེས་ཡག་ཤོས་ཀྱི་གྲོགས་པོ། ད་ལྷོ་ཨ་ཕི་རི་ཀ་གི་ཡུལ་ཤུལ་བླ་ཆེན་ཀྲུ་ཀྲུ་ཅོ་ཏུས་དགོངས་པ་གཙོ་གནང་འདུག་བ་དེ་ཡིན་དུས་བསམ་པ་ལ་ད་སྐུ་མདུན་གྱིས་ཨ་ནི་ཕྱག་བྲིས་བསྩལ་བ་ན་བཞིན་ད་ང་ཚོས་ནམ་ཞག་རྒྱུན་ལྡན་ནས་སོ་སོའི་གི་ཨ་ནི་འཚོ་བའི་ནང་ལོགས་ལ་ཡ་དམ་པ་ཁོང་གིས་བྱས་རྗེས་དུ་ཚོ་ཚང་མ་ལོགས་ལ་ཡ་ཨ་ང་ང་ཚོས་སོ་སོའི་འཚོ་བའི་ནང་ལོགས་ལ་ཡ་ལག་ལེན་བསྟར་ཐུབ་པ་ཡིན་ན་ད་དེ་ཡག་པོ་ཞིབ་ཞིབ་རེད་གསུང་གི་འདུག་དེ་ཡིན་དུས་ལྷན་རྒྱས་ཚང་མ་ལོགས་ཀྱིས་ཀུན་བཏུས་ཀྱི་བཀའ་ཡིན་པ་རེད་དྭགས་ན་བཞིན་གྱི་དམ་པ་ཁོང་གིས་ཨ་ནི། མཛད་རྗེས་དུ་ཚོར་ཡ་བསམ་བློ་ཞིག་བཏང་ན་བཅས་ང་ཚོས་ནམ་ཞག་རྒྱུན་ལྡན་ནས་སོ་སོས་མི་གཞན་བར་ལ་ཡ་ད་ཕན་ཐོགས་ཡ་གི་བྱ་བ་གང་ཐུག་ཐུག་སྒྲུབ་ཡ་ལ་ཡ་ཨ་ནི་འབད་བརྩོན་གནང་རོགས་གནང་ཞུ་ཡ་ཡིན། ཨ་ནི། ངེད་ཀྱི་ད་རེས་ཀྱི་སྙིང་ཐུང་ད་ག་ཅུ་འབྲི་བ་ཡིན་ཨ་ང་ཚོ་རྗེས་ཀྱི་སྙིང་ཐུང་ནང་མཇལ་ཡོང་ཨ་ནི་ལྷན་རྒྱས་ཚང་མ་ལོ་ཞུ་རྟེན་འཇག་གོ་སྐུ་གཟུགས་ཐུགས་བཅག་གནང་གོ།